ཞེས་བྱས་ནས་ད་འདི་ཞུས་ཟིན་པ་བྱས། དེ་ནས་ད་སྐྱབས་འགྲོའི། ད་སྐྱབས་སུ་འགྲོ་ཡས་ཀྱི་ཡུལ། ཡུལ་དེ་སུ་རེད་ཟེར་བྱས་ནས། ད་ངོས་འཛིན་བྱས་པའི་སྐབས་དེ་ལ་སྐྱབས་སུ་སྐྱབས་འགྲོའི་ཡུལ་ངོས་ཟིན་པའི་སྐབས་དེ་ལ། ནི་ཡུལ་གང་ལ་དེ་ཡུལ་གང་ལ་སྐྱབས་སུ་འགྲོ་བ་ཟེར་ཡ་དེ་ལ། ནི་སྐྱབས་སུ་སོང་བའི་ཡུལ་ངོས་སོང་བ་དང། ནི། ཡུལ་ངོས་སོང་བ་དང། ནི། དེ་ཡི་ནི་དེ་ལ་སྐྱབས་སུ་འོས་པའི་རྒྱུ་མཚན། སྐྱབས་སུ་སོང་བའི་ཡུལ་ངོས་བཟུང་བ་ན་དེ་ལ་སྐྱབས་སུ་འོས་པའི་རྒྱུ་མཚན། ནམ་རིང་ནང་ལོགས་ལ་གསར་བརྗེའི་ཡོང་སྟངས་རེ་ཞིག་དེ་འདྲས་སུ་བྱས་ནས་ཡོང་གི་འདུག་དེ་ཡིན་དུས་རྣམ་པ་ཚོ་ཐུགས་སྣང་ཆེན་པོ་གནང་གི་འདུག་བ་དེ་འདྲས་ཡིན་དུས་སྐྱབས་འགྲོ་སྒོམ་མཁན་དེ་འདྲས་ཡིན་ན་གསར་བརྗེ་དེ་ཚོ་བློ་ལ་བློ་ལ་སེམས་བཞེས་ཨ་ནི་བསྐྱང་རོགས། ཐོག་ལ་ཐུགས་བསམ་བཞེས་དེ་འདྲ་སེ་གནང་ད་ཡིན་ན། ཨ་ནི་ཏན་ཏན་ཐུབ་པའི་ཐུབ་བསྟན་རྒྱ་ཆེན་པོ་བཟོ་ཡ་ཡག་པོ་ཡོང་གི་རེད། ད་ཁ་སང་སྐྱབས་སུ་སོང་བའི་ཡུལ་ངོས་བཟུང་བ་ཟེར་ཡ་འདི་ད་སྐྱབས་གནས་དཀོན་མཆོག་གསུམ་ཟེར་ཡ་འདི་ལ་ད་འགྲེལ་བཤད། སྐྱབས་གནས་དཀོན་མཆོག་གསུམ་ཟེར་ཡ་འདི་ལས་མང་ན་མི་དགོས་ཉུང་ན་མི་དུས་བྱས་བྱས་ནས་འདི་འགྲེལ་བཤད་ཞུས་ཟིན་པ་བྱས། ད་དེ་ལ་སྐྱབས་སུ་འོས་པའི་རྒྱུ་མཚན་ཟས་སྦྱོར་བ་དེ་ལ་ད་ང་རང་ཚོ་དཀོན་མཆོག་གསུམ་འདི་ད་སྐྱབས་གནས་རེད་ཟེར་བྱས་ནས་ང་རང་ཚོའི་གི་སེམས་ནང་ལོག་ལ་དེ་འདྲའི་གི་ནི་དེ་ལ་ཡ་སྐྱབས་སུ་ད་སྐྱབས་གནས་རེད་ཟེར་བྱས་བྱས་ནས་ཡིད་ཆེས་བྱས་ཡ་དེ་ལ་རྒྱུ་མཚན་ག་རེ་ཡོད་རེད་ཟེར་བྱས་བྱས་ནས་ད་སྐྱབས་སུ་འོས་པའི་རྒྱུ་མཚན་འདི་གསུང་གི་ཡོད་རེད་བ། དེ་ཡིན་དུས་ད་དེ་ལ་རྒྱུ་མཚན་ག་རེ་བཤད་ཡོད་རེད་ཟེར་ན་རྒྱུ་མཚན་བཞི་བཤད་ཡོད་རེད་ད་ལམ་རིང་ནང་ལོག་ལ་སྐྱབས་སུ་འོས་པའི་རྒྱུ་མཚན་ཟས་སྦྱོར་བ་འདི་ལ་རྒྱུ་མཚན་བཞི་བཤད་ཡོད་རེད། རྒྱུ་མཚན་བཞི་དེ་ག་རེ་རེད་ཟེར་ན། རང་འཇིགས་པ་ཐམས་ཅད་ལས་གྲོལ་བ་ཟེར་དེ་རྒྱུ་མཚན་གཅིག་རེད། གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་ཟེར་དེ་རྒྱུ་མཚན་གཉིས་པ་རེད། ཀུན་ལ་ནི་ཐུགས་རྗེ་ཆེན་པོས་ཉེ་རིང་མེད་པ་ཟེར་དེ་རྒྱུ་མཚན་གསུམ་པ་དེ་རེད། ཕན་བཏགས་མ་དག་ཐམས་ཅད་ཀྱི་དོན་མཛད་པ་ཟེར་དེ་རྒྱུ་མཚན་བཞི་པ་རེད་ཁྱེད་བཟང། ད་རྒྱུ་མཚན་དང་པོ་དེ་རང་འཇིགས་པ་ཐམས་ཅད་ལས་གྲོལ་བ་ཟེར་དེ། སངས་རྒྱས་ཟས་དང་ང་རང་བཟོ་ཨ་ལས། སངས་རྒྱས་ཟས་འདི་སངས་རྒྱས་བཅོམ་ལྡན་འདས་ལ་དང་ང་རང་བཟོ་ཁ་ཐུག་གོ་ཨ་འདི་སངས་རྒྱས་བཅོམ་ལྡན་འདས་ལ་གོ་གོ་བར་བྱེད་རེད་བ། འདི་བློ་ལ་བློ་ཡུལ་ལ་འཆར་བདེ་བའི་དབང་དུ་བྱས་ནས་སངས་རྒྱས་བཅོམ་ལྡན་འདས་ལ་གོ་བར་བྱེད་སངས་རྒྱས་བཅོམ་ལྡན་འདས་ཡིན་པ་ཡིན་ན་ཨ་ནི་དང་པོ་བྱང་ཆུབ་ཤིན་ཏུ་ཐུགས་ཀྱི་བར་དུ་ཀ་ཆེན་ཕྲ་མོའི་གཟུགས་སུ་ཚོགས་བསགས་མཐར་མངོན་པར་རྫོགས་པར་སངས་རྒྱས་ཟིན་པར་བ། འདི་འདྲ་ཡིན་དུས་རང་ཉིད་མངོན་པར་རྫོགས་པར་སངས་རྒྱས་ཚར་བ་ཡིན་དུས་བརྩོན་པ་ནི་སངས་ལས་འདི་ལ་ང་རང་བཟོ་སྤང། སྐྱོན་གྱི་སྐྱོན་གྱི་རིགས་ཡོངས་སུ་རྫོགས་པ་འདི་ཕ་སངས་ཡིན་པ་སངས་བ། ཡོན་ཏན་གྱི་མཆོག་ཡོངས་སུ་རྫོགས་པ་རང་རྒྱུད་ལ་མངའ་བ་ཡིན་ཙང་རྒྱས་པ་ཟེར་བ་འདི་འདྲ་ཡིན་དུས་རང་ཉིད་འཇིགས་པ་ཐམས་ཅད་ལས་གྲོལ་བ་ཟས་དེ་གི་ཁྱད་ཆོས་དེ་འདི་ལ་ཚང་དེ་ཨར། རང་ཉིད་འཇིགས་པ་ཐམས་ཅད་ལས་གྲོལ་བ་ཟས་དེ་མེད་ན། ར། སོ་སོའི་དཀའ་ངལ་རྣམས་ལ་ལྷུང་བདེ་ངན་བཅས་ཀྱི་དཀའ་ངལ་རྣམས་ལ་ལྷུང་བ་གཞན་པ་ཅིས་རོགས་སྐྱོབ་བྱེད་དགོ་བསམ་ན་ཡང་རོགས་སྐྱོབ་ཆེན་པོ་འདི་འདྲ་བྱེད་ཐུབ་ཀྱི་མ་རེད་གསུངས་པ་ཨར། ཁེངས་སང་འདི་ཡིན་དུས་རང་འཇིགས་པ་ཐམས་ཅད་ལས་གྲོལ་བ་དེ་གལ་ཆེན་པོ་རེད། ལམ་རིང་ནང་དཔེ་ཅིག་བརྒྱག་ཡོད་རེད། འདམ་བག་ནག་ལོ་ལ་མི་གཉིས་འདེམས་བསྡད་ཡོད་པ་ཡིན་ན། བྱས་ཙང་འདམ་བག་ནག་ལོ་མི་གཉིས་འདེམས་བསྡད་ཡོད་ནི་གཅིག་གིས་གཅིག་ལ་རོགས་པ་བྱས་ཡག་གི་ཐབས་ཤེས་ཁོ་རང་ཡོག་མ་རེད་ཟེར་གཅིག་གིས་ཡར་བཏོན་འོག་སོང་ན་ཁོ་འདམ་བག་ནག་ལ་གཅིག་མ་འདེམས་འགྲོ་གི་རེད། འོ་དེ་འདྲ་ཡིན་དུས་ཚང་མ་ནི། ཁོ་རོགས་པ་བྱེད་མཁན་དེ་གང་ལྟར་ཁོ་སྐམ་ས་ཅིག་ལ་གནས་པ་ཅིག་གོ་གི་ཡོད་ཙང། ཁོ་རང་ག་གེར་འདམ་བག་ནི་ཕྱི་ལོག་ལ་ཕར་ཐོན་ཚ་རྒྱོག་ཅིག་ཡ་ནི་མ་མི་འདམ་བག་ནག་ལ་ཡོད་བསྡད་མཁན་དེ་ཡར་འཐེན་ཐུབ་གི་རེད་དེ་འདྲ་ཡིན་དུས་ཐོག་མ་དེ་ལ་རང་འཇིགས་པ་ཐམས་ཅད་ལས་གྲོལ་བ་ཟེར་ཡག་དེ། འོ། ག་སོ་གོ་རེད་དེ།

ཨ་མ། ཨ་མ་གཅིག་གིས་སྤུ་གུ་རོ། ཨ་མ་གཅིག་གིས་སྤུ་གུ་ཕྱུགས་ཀྱི་ཁྱི་འགྲོ་གི་ཡོད་པ་བྱས། ཁྱི་འགྲོ་གི་ཡོད་པ་ཡིན་ན་ཨ་མ་འདི་ལ་ཡར་ལག་པ་མེད་ན་རོ། ཁོ་སྐྱབས་ཐུབ་ཡག་གི་ཐབས་ཤེས་ཡོད་མ་རོ། རོ་ལག་པ་ཆུ་ནང་ལ་འཕར་འདུག་པ་ཕྱུགས་ཀྱི་རྒྱུག་ཕྱུགས་ཀྱི་ཁྱི་འགྲོ་གི་ཡོད་པ་ཡིན་ན་ཁོ་མ་སྐྱབས་པ་བྱས་པ་ལ་ཁོ་ལ་ཡར་སྐྱབས་ཡག་གི་ཐབས་ཐབས་ཤེས་དེ་དགོས་རོ། དེ་ནང་བཞིན་ཨ་ནི་རྦད་དེ་ལག་པ་མེད་པར་ལག་དུམ་ནང་བཞིན་འཕྱར་བ་ཡིན་ན་ཐབས་དེ་མེད་པ་དང་འཇིགས་པ་ལས་འདི་འདྲས་ཡིན་དུས་སྐྱོབས་ཐུབ་གི་མ་རོ། འདི་འདྲས་ཡིན་དུས་གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་བསལ་ཏེ་དཔེ་གལ་ཆེན་པོ་གནད་འགག་ཆེན་པོ་ཆགས་ཏེ་ཡོད་རེད། དེ་འདྲའི་ཡོན་ཏན་ང་ཚོ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས། ད་གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་ཨ་ཅང་ཅང། ཁ་སང་ང་རང་ཚོ་ད་ལོ་རྒྱུས་མང་པོ་ཞུས་ཡིན་པ། སངས་རྒྱས་བཅོམ་ལྡན་འདས་ཀྱིས། གཞན་འཇིགས་པ་ལས་གྲོལ་བའི་ཐབས། གཞན་འཇིགས་པ་ལས་གྲོལ་བའི་ཐབས་དེ་ལ་ནི་འདོད་ཆགས་ཅན་ཀུན་དགའ་བོ་འཛུམ་པའི་སྟོན་པ་ཁ་སང་ཆོས་ལ་བཀོད་ཡག་དང་ཞེ་སྡང་ཅན་ནི་སོར་མོ་འཕྲེང་བ་ལ་སོགས་པ་བདེན་པ་མཐོང་བ་ནི་བསྐོས་ཡ་དང་རོ། དེ་ཀ་ནང་བཞིན་གཏི་མུག་ཅན་འཕགས་པ་ལམ་ཆུང་བ་དེ་ཚོ། ནི་ཆོས་ལ་བསྐོས་ཡ་ལ་སོགས་པ་དེ་འདྲའི་དང། ནི་ལྷས་བྱིན་ཕྲག་དོག་ཅན་ལྷས་བྱིན་དེ་ཚོ་ཆོས་ལ་བསྐོས་ཡ་ལ་སོགས་པ་དེ་ཚོ་ག་ང་ག་རེ་མཚོན་གོ་རེ་ཟེར་ན། གཞན་འཇིགས་པ་གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་ཟད་དེ་ཡིན་པ་དེ་དུས་ཀྱི་ཡོན་ཏན་དེ་སངས་རྒྱས་བཅོམ་ལྡན་འདས་ལ་ཚང་སྟེ་ཡོད་པ་དེ་མཚོན་གོ་རོ། དེ་འདྲ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་དེ་གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ་རེ་ཟད་ད་གཉིས་པ་དེའི་ཕྱིར། ད་ཀུན་ལ་ཐུགས་རྗེ་ཆེན་པོའི་ཉེ་རིང་མེད་པ་ཟེར་དེ་དཔེ་གལ་ཆེན་པོ་རེད། ཀུན་ལ་ཐུགས་རྗེ་ཆེན་པོའི་ཉེ་རིང་མེད་པ་ཟེར་དེ་ག་འདྲས་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱིས་རིགས་གཅིག་ལ་ཡང་རོགས་པ་བྱེད་རིགས་གཅིག་ལ་རོགས་པ་མ་བྱེད་ཅེས་བྱས་ནས་དབྱེ་འབྱེད་མེད་པར་གཉིས་ཀ་ལ་ཡང་ཉེ་རིང་ཆགས་སྡང་ཟེར་དེ་རྩ་ནས་མེད་པ་དེ་འདྲས་ཀྱི་ཡོན་ཏན་དེ་སངས་རྒྱས་ལ་ཡོད་རེད་གསུང་གོ། ག་འདྲས་ཟེར་ན། ད་ག་སང་ང་ཚོ་སྤྱི་དང་ལོ་རྒྱུས་ལོ་རྒྱུས་ཞུས་ཡིན་པ། སངས་རྒྱས་བཅོམ་ལྡན་འདས་ཀྱིས། སྐུ་མདུན་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་སའི་སྒྲ་གཅན་འཛིན་ཟེར་ཡ་གཅིག་ཡོད་རེད་འདི་སངས་རྒྱས་རང་གི་སྐུ་ལས་བསྐྱེད་པའི་གི་སྤུ་གུ་རེད་འདི་སའི་སྒྲ་གཅན་འཛིན་ཟེར་ད་སངས་རྒྱས་ཀྱི་སྤིན་ཆག་གཅིག་གི་མིང་འདི་ལ་ལྷས་སྦྱིན་ཟེར་ལྷས་སྦྱིན་འདི་སངས་རྒྱས་བཅོམ་ལྡན་འདས་ལ་རྟག་པར་དྲན་གསོས་བྱེད་དེ་ངན་གི་ད་ང་ཚོས་ཟེར་ན་ད་བདུད་ལྷས་སྦྱིན་ཟེར་བྱས་བྱས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ད་སྒྲ་འདྲ་བོ་འདི་གོ་ཆག་དེ་ཡོད་རེད་རེད་བ་བྱས་ཙང་སངས་རྒྱས་བཅོམ་ལྡན་འདས་ཀྱི་བདུད་ལྷས་སྦྱིན་སངས་རྒྱས་ལ་འགྲན་སེམས་བྱས་ནས་སྨན་མར་ས་ཉི་ཤུ་རྩ་གྲངས་ཀྱི་གོས་ཟས་བྱས་ནས་ཀོ་ཤི་ཀྲོ་བྱས་པར་ཀོ་ཤི་ཀྲོ་བྱས་ཏེ་ཐབས་ཤེས་ཁྱོད་ནི་མ་རྙེད་པར་སངས་རྒྱས་ཀུན་འདུས་ལ་ཁྱེད་ཡོང་རྗེས་སངས་རྒྱས་ལ་ཡར་ཞུས་དུས་སངས་རྒྱས་ཀྱིས་བདེན་སྟོབས་བརྗོད་པར་བདེན་སྟོབས་ག་རེ་བརྗོད་པར་ཟེར་ན་ངེད་ཀྱི་ཨ་ནི་བུ་ལྷས་སྦྱིན། ཡ། ལྷས་སྦྱིན་དང་ར་ག་ཚ་ངེད་ཀྱི་བུ་སྲས་སྒྲ་གཅན་འཛིན་དང་ལྷས་བྱིན་གཉིས་ལ་ཡང་ངེད་ཀྱི་ངོས་ནས་ལྟ་སྟངས་ཀྱི་ཐོག་ལ་ཁྱད་པར་རྩད་ནས་མེད། འདི་ཁྱད་པར་མེད་པ་འདི་ནི་བདེན་པའི་སྟོབས་འདི་ལ་བརྟེན་ནས་ལྷས་བྱིན་ནད་དེ་ལས་གྲོལ་བར་གྱུར་ཅིག་ཅེས་བྱས་ནས་བདེན་སྟོབས་བརྗོད་པར་བར་བ། འོ་འདི་ག་རེ་མཚོན་གོ་ཟེར་ན་སངས་རྒྱས་ལ་ཡང་རང་གི་སྲས་ལ་ཡང་རང་རང་གི་ཕྱོགས་སུ་བྱས་ནས་ཉེས་པ་ཅིག་དང་གཞན་སུ་བྱས་ནས་འདྲ་སུ་བྱས་ནས་ཕ་དེ་ལ་ཕ་བདུད་ཡག་གི་ཉེ་རིང་ཆགས་སྡང་འདི་རྩ་ནས་མེད་བསྡད་པ་འདི་འདི་གི་ཡོན་ཏན་སངས་རྒྱས་ལ་ཡོད་པ་འདི་མཚོན་གོ། དེ་ཡིན་དུས་ཀུན་ལ་ཐུགས་རྗེ་ཆེན་པོའི་ཉེ་རིང་མེད་པ་ཟད་དེ་བྱས། ད་ཕན་རྟགས་མ་དག་ཐམས་ཅད་ཀྱི་དོན་མཛད་པ་སྟ་དེའི་དཔེ་གལ་ཆེན་པོར་བ། རང་ཚོ་འཇིག་རྟེན་གྱི་འཛམ་བུ་གླིང་འདིའི་ནང་ལོགས་ཡིན་པ་ཡིན་ན་རང་ཚོ་ཡག་པོ་བྱེད་ས་དེ་སུ་ལ་བྱེད་ཀྱི་རེད་ནམ་ཅོས་སོ་སོའི་གི་དགའ་པོ་ཉེ་བོ་སོ་སོ་ལ་ཚུར་ཡག་པོ་བྱེད་ས་དེ་ལ་ང་ཚོས་ཕག་ཡག་ག་བྱེད་རོ། སོ་སོ་ལ་བསྐྱངས་མཁན་དེ་ལ་ཕག་མང་ཟེར་བསྐྱངས། སོ་སོ་ལ་ཡ། ནི། ཞི་དྲག་བྱེད་ཀྱི་འགྲོ་བ་མི་མགྱོགས་དེ་ལ་ཕག་འགྱངས་རིང་ཟེར་བཞག་བྱས་ནས་ང་རང་ཚོ་འཛམ་བུ་གླིང་འགྲོ་སྟངས་དེ་ཉེ་རིང་ཆགས་སྟངས་ཉེ་རིང་ཆགས་སྟངས་ཟེར་ནས་རང་ཕྱོགས་དང་གཞན་ཕྱོགས་སུ་བྱས་བྱས་ནས་རྟག་པ་དེ་འདྲ་ཞིག་གི་ནང་ལ་འགྲོ་བསྡད་ཀྱི་ཡོད་རོ། རང་ཕྱོགས་ལ་ཆགས་གཞན་ཕྱོགས་ལ་སྡང་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་འོ་འདི་འདྲས་མེད་པར་སངས་རྒྱས་བཅོམ་ལྡན་འདས་ག་འདྲས་བྱས་ཡོད་རེད་ཟེར་ན། ཕན་བཏགས་མ་དང་ཐམས་ཅད་ཀྱི་དོན་མཛད་པ་སངས་རྒྱས་ལས་ཡ་ཡག་པོ་བྱེད་མཁན་ཅིག་ཡིན་པ་ཡིན་ན། དེ་ལ་ཡ་སངས་རྒྱས་ཀྱིས་ཡ་ག་བྱས་དེ་འདྲས་གང་ཡང་ཡོད་མ་རེད། སངས་རྒྱས་ལས་ཡ་མ་ག་བ་བྱེད་མཁན་དང་ཅིག་དེ་འདྲས་ཡིན་པ་ཡིན་ན་སངས་རྒྱས་ཀྱིས་དེ་ལ་ཡ་ལྟ་སྟངས་ལོག་ག་བྱེད་མཁན་དེ་འདྲས་ཡོད་མ་རེད་སངས་རྒྱས་ཡོངས་སུ་རྫོགས་པ་ལ་འཆམ་འཆམ་གནང་གི་ཡོད་རེད་དེ་འདྲས་ཡིན་དུས་ང་རང་ཚོ་གི་བདག་ཅག་གི་སྟོན་པ་ཤེས་བྱ་ཐོས་པ་འདི། ག་རེ་བྱ་དགོས་ཟེར་ན། ནི་དེ་ལ་སྐྱབས་སུ་ཕྱིན་པ་ཡིན་ན་ད་ང་རང་ཚོ་གྱོང་རྩ་ནས་ཡོད་མ་རེད་ཁོང་ལ་ཡང་སྐྱབས་ཐོབ་ཡག་གི་ནུས་པ་ཡོད་པ་མ་ཟད་ཁོ་ལ་སྐྱབས་སུ་འོས་པའི་གི་འོས་ཆོས་ཡོངས་སུ་རྫོགས་པ་དེ་ད་ཅག་གི་སྟོན་པ་ལ་ཚང་དེ་ཡོད་རེད་ཟེར་བ་འོང་ད་དེ་གི་ག་རེ་བསྟན་གི་ཡོད་རེད་ཟེར་ན་སྐྱབས་སུ་འོས་པའི་གི་ད་རྒྱུ་མཚན། མཁྱེན་སོང་ཨོ་ད་གང་ལ་སྐྱབས་སུ་འགྲོ་བའི་ཡུལ་དང་སྐྱབས་སུ་འོས་པའི་རྒྱུ་མཚན་ཟེར་ད་དེ་གཉིས་དེ་ཞུས་ཚར་བའི་ཁོང་ཁོང་དུ་བྱས། ད་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚད། ད་གསུམ་པ་འདིར་ད་ཟབ་ཆོས་གསུམ་པ། སྐྱབས་འགྲོ་ལ་ཟབ་ཆོས་ལྔ་ཡོད་རོ། ལྔ་དེ་ལྔ་དེ་ངས་གནང་བཟང། དང་པོ་དེ་ལ་རྒྱུ་འདི་ཡིན་པ། རྒྱུ་གང་ལ་བརྟེན་ནས་སྐྱབས་སུ་འགྲོ་བ་ཟད་དེ་བྱེད། ད་སྐྱབས་སུ་འགྲོ་ས་ཀྱི་དཀོན་མཆོག་གསུམ་དེ་སུ་རེད་ཟེར་ཞོར་སྐྱབས་སུ་འགྲོ་ས་དེ་སུ་རེད་ཟེར་ན་དཀོན་མཆོག་གསུམ་རེད་ཟེར་ཡ་དེ་གཉིས་པ་དེ་བྱེད། རོ། ད་ཇི་ཙམ་གྱིས་སྐྱབས་སུ་སོང་ག་འདྲས་སུ་སྐྱབས་སུ་འགྲོ་དགོས་རེད་ཟེར་ཡ་དེ་གསུམ་པ་དེ་བྱེད། ར། སྐྱབས་སུ་ཕྱིན་པ་ཡིན་ན་ཕན་ཡོན་ག་རེ་ཡོད་རེད་ཟེར་ཡ་ཞི་བ་དེ་བྱས། ད་སྐྱབས་སུ་འགྲོ་ཟེར་བའི་རྗེས་ལ་ད་སྐྱབས་སུ་ཕྱིན་པའི་ཡིན་ཟེར་འདས་དེ་ཡ་ཡོད་མ་རེད་ད་བསླབ་བྱ་ཡོད་རེད་བ་ད་ང་ཚོའི་བོད་དུ་སྐྱབས་འགྲོའི་གི་བསླབ་བྱ་ལ་བསླབ་དགོས་རེད་བ་འོང་དེ་འདྲ་ཅིག་གི་ང་རེད་བ་ད་འདི་འདི་ནང་འདི་གསུམ་པ་དེ་ད་ཇི་ཙམ་གྱི་སྐྱབས་སུ་སོང་བའི་ཚད་ཟེར་དེ་རེད་ད་ཇི་ཙམ་གྱི་སྐྱབས་སུ་སོང་བའི་ཚད་དེ་རྩ་བའི། ཁ་སང་དེའི་གོང་ནས་སངས་རྒྱས་ཆོས་དང་དགེ་འདུན་ནི་ཐར་པར་འདོད་པ་རྣམས་ཀྱིས་སྐྱབས་སུ་བྱེད་ཅེས་ཟེར་བ་ང་རང་ཚོ་སངས་རྒྱས་ཀྱི་ཡོན་ཏན། ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན། ཐག་ཤ་རེ་ཁ་སང་ཚར་ཁ་ཤས་ཀྱིས་ཞུས་ཚར་བ་ཡིན་རེད་བ། སངས་རྒྱས་ལ་ཡང་ཡོན་ཏན་ཤས་ཡོད་འདོད་བསམ་པ་ནི། ཕུན་ཚོགས་ཀྱི་ལས་བྱེ་བས་བསྐྲུན་པའི་སྐུ་མཐའ་ཡས་འགྲོ་བའི་རེ་བ་སྐོང་བས་སོ་མ་ལུས་ཤེས་བྱ་ཇི་བཞིན་གསལ་བའི་ཐུགས་རྗེ་ཅན་ནི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ལ་སྦྱངས་ནས། ང་རང་ཚོ་སྐུ་ལ་ཡ་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་ཆ་བཟང་པོ་བརྒྱད་ཅུ་དེ་ཚོ་བས་ཐ་ར་ཐོ་རེ་བྱས་ནས་ཆ་ཚང་ཞུས་ཡིན་རོ། ནི་གསུང་དེ་ལ་ཡང་གསུང་ཚངས་པའི་དབྱངས་ཟེར་ནས་གསུང་ཡང་ཡང་ལ་དྲུག་ཅུ་དང་ལྡན་ནི་བའི་ཀྱི་ཡོན་ཏན་དེ་བྱས་ནི་ཐུགས་ལ་སད་པ་དང་མི་སྐྱེ་བ་སྐྱེ་བའི་ཡེ་ཤེས་ཐུགས་ལ་མངའ་དེ་བའི་ཡོན་ཏན་ཐུགས་བཅུད་ཀྱི་ཡོན་ཏན་ཡོངས་སུ་རྫོགས་པ་ཁ་སང་དེའི་གོང་ནས་ཞུས་པས་ད་དེ་ཀའི་མཐུས་པ་བྱས། ད། གལ་ཆེ་ཤོས་དེ་གང་ལ་གར་ས་ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚེ་ཟེར་ཡ་དེ་ད་འདི་ལ་སྤྱི་བཏང་ད་མང་པོ་ཡོད་རེད། ཇི་ཙམ་གྱིས་སྐྱབས་སུ་སོང་བའི་ཚེ་དེ་ལ་ལམ་རིང་གི་ནང་ལོགས་ཡིན་ན་གསར་བརྗེ་སྤྲ་མི་འདུག་ཙང་གསར་བརྗེ་བཞི་རེད། གསར་བརྗེ་བཞི་ཡི་སྒང་ནས་སོང་གནང་ཡོད་རེད། ད།

ད་ལྟ་ངས་ཞུས་བསྡད་དེ་རེད་སངས་རྒྱས་ཀྱི་ཡོན་ཏན་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན་ངོ་དེ་ཚོ་བཤད་པའི་སྒོ་ནས་སངས་རྒྱས་ལ་དེ་འདྲས་ཅིག་གིས་ད་ང་རང་ཚོ་ང་རང་ཚོས་ཀྱིས་ཁས་ལེན་ཡག་གི་བདག་ཅག་གི་སྟོན་པ་འདི་ལ་ཡོན་ཏན་འདི་ལྟ་བུ་ཅིག་འདུག་བསམ་བྱས་ནས་གང་ལྟར་ཨོ་སྙིང་ཁོང་རེ་བས་འདོད་ནས་སྐྱབས་བཅོལ་ཡ་དེ་ལ་ཡོན་ཏན་བཤད་པའི་སྒོ་ནས་སྐྱབས་སུ་འགྲོ་བ་ཟེར་ནས་གསུངས་གོ་ད་ཁྱད་པར་བཤད་པའི་སྒོ་ནས་སྐྱབས་སུ་འགྲོ་བ་ཟེར་དེ་སངས་རྒྱས་ཀྱི་ཁྱད་ཆོས་རེད་བ་སངས་རྒྱས་བཅོམ་ལྡན་འདས་ཟེར་དེ་ད་དོན་གཉིས་ཕུན་སུམ་དོན་གཉིས་ཡོངས་སུ་ག་ས་དོན་གཉིས་མཐར་ཕྱིན་པ།

ནུབ་ཕྱོགས་ང་ཚོ་སངས་རྒྱས་ལ། སྨན་པ་ལྟ་བུའི་འདུ་ཤེས་དགོས་རེད་གསུང་གི་ཡོད། ཨ་ནི་ཆོས་ཟེར་ཡ་དེ་ལ་སྨན་ལྟ་བུའི་འདུ་ཤེས་དགོས་རེད། དགེ་འདུན་དེ་ལ་སྨན་གཡོགའམ་ནད་གཡོག་གི་འདུ་ཤེས་དགོས་རེད། ད་ཁས་ལེན་པ་ཟེར་ཡ་དེ་སངས་རྒྱས་སྨན་པ་སངས་རྒྱས་དེ་སྨན་པ་དང་འདྲ་བར་ཁས་ལེན་པ། ཆོས་ཟེར་ཡ་དེ་ཨ་ནི་ཁོ་རང་ག་བཟོད་དགོས་རེད། ཉོན་མོངས་པའི་ནད་སྦྱོང་བྱེད་ཀྱི་སྨན་ལྟ་བུ་ཡིན་པ་ཁས་ལེན་པ། དགེ་འདུན་ཟེར་ཡ་དེ་ད།

ཕ་ཆེན་འདི་ཡིན་པ་ཡོད། ཐོས་བརྩོན་གྲུབ་རྗེས་ཟེར་རེད་བ། དཔེ་འདི་དང་ཐོས་བརྩོན་གྲུབ་རྗེས་ཟེར་རེད་ཁོ་རང། ཐོག་མ་དེ་ཕྱི་རོལ་པའི་ཕྱི་རོལ་པའི་ཆོས་གནང་མཁན་རེད། ཕྱི་རོལ་པའི་ཆོས་གནང་མཁན་ཁོ་རང་སྤིན་ཆགས་གཉིས་ཡོད་པ་ཡོད། ལྷ་ལས་ཕུལ་བྱུང་གི་བསྟོད་པ་ཟེར་དེ་མཛད་གནང་མཁན་དེ་རེད། ཐོས་བརྩོན་གྲུབ་རྗེས། འོན། ཁོ་རང་གཉིས་དང་ཕྱི་རོལ་པའི་གཞུང་དེ་ཚོ་ལ་ཡར་སློབ་གཉེར་རྒྱ་ཆེན་པོ་གནང་ཞིང་མཁས་པ་ཞེ་བོ་ཅིག་ཆགས་ཡིན་པ་རེད། མཁས་པ་ཆགས་བྱས་ཁོ་རང་ཚོའི་གཞུང་ལ་བལྟས་བལྟས་བལྟས་ནང་པ་སངས་རྒྱས་པའི་གཞུང་ལ་བལྟས་བྱས་འོན་ཏེ་ནང་པ་སངས་རྒྱས་པའི་གཞུང་ནས་བཤད་ཞེས་པ་དེ་ཚོ་རིགས་པ་དང་ལྡན་པ་དེ་འདྲའི་གི་སངས་རྒྱས་ཀྱི་ཡོད་སངས་རྒྱས་སངས་རྒྱས་ཟེར་ཡ་འདི་ཨ་ནི་སངས་རྒྱས་ཟེར་ཡ་སངས་རྒྱས་ཀྱིས་མ་གསུངས་ཞེས་པ་དེ་ཚོ་ལ་རྒྱུ་མཚན་ཡོད་བསྡད་པ་དེ་འདྲའི་མཐོང་ད་འོ་ན་ད་འདི་ང་རང་ཚོའི་ཆོས་འདི་ཡ་ཨ་ཟ་སངས་རྒྱས་སངས་རྒྱས་ཀྱི་ཆོས་འདི་ཡང་དག་པ་ཡིན་དང་མེད་ཨ་ནི་བལྟས་བལྟས་རི་བོ་གངས་ཅན་ལ་བཞུགས་ཏེ་ངའི་དབང་ཕྱུག་ལ་སྐད་ཆ་དྲིས་ག་འགྲོ་གི་འདུག་ཟེར་དབང་ཕྱུག་ལ་ཡང་སྐད་ཆ་དྲིས་ག་ཕྱིན་ཡིན་པ་རེད་ལྷ་དབང་ཕྱུག་ལ་ང་ཚོའི་པ་ལས་ང་རང་ཚོ་སྐད་ཆ་བཤད་སྟངས་རེད་ད་ད་འདི་ཕྱི་རོལ་པ་ལ་དེ་ཧིན་རྡུ་དེ་འདྲས་ལ་བཤད་ན་ད་དོ་བཟོ་ཡ་རོ། དེ་འདྲས་བྱས་ནས་འགྲོ་ཡོང་དུས་རྩོམ་པ་ནི་ལྷ་དབང་ཕྱུག་ལྷ་དབང་ཕྱུག་བས་དེ་རི་བོ་གངས་ཅན་ལ་ཡར་སངས་རྒྱས་ལ་སྐྱབས་སུ་ཕྱིན་རྗེས་ནི་ཨོ། སངས་རྒྱས་ལ་སྐྱབས་སུ་ཕྱིན་རྗེས་དེ་ཁོང་གིས་འབྲུ་བྱས་ནས་བཞུགས་བསྡད་པ་དེ་རྗེས་ཡིན་པ་རེད་ཨ་ནི་འདིའི་རྗེས་ཡོང་དུས་རྩོམ་པ་ནི་ལྷ་དབང་ཕྱུག་ལ་སྐད་ཆ་དྲིས་དུས་སངས་རྒྱས་བཅོམ་ལྡན་འདས་ཀྱིས་གཞུང་འདི་བསྟན་ཏེ་ད་ཁ་སོས་འོ་རེད། མཚོ་བྱུང་གི་ཡོན་ཏན་གཉིས་དང་ལྡན་འདས་པ། དེ་ལ་ཉམས་སུ་ཁ་ས་དེ་ཉམས་སུ་ལེན་པ་ཡིན་ན། ནི། ཁ་སོས་འོ་རེད་ད། གཏན་དུ་འདས་པ་བླ་མའི་བཟོ་ཞང་གོ་འཕང་ཐོབ་རྒྱུ་ཡོད་འདོད་པ། འོ་འདི་འདྲའི་གི་ཡང་དག་པ་ཡིན་པ་དེ་འདྲའི་ཡང་ནི་བསླབ་བྱ་སྐྱོན་དེ་འདྲའི་སེ་སྣང་བྱས་ནི་ཕྱིས་སུ་ཁོ་རང་གི་དབང་ཕྱུག་དབང་ཕྱུག་ལ་ཡོན་ཏན་དེ་མི་འདུག་སངས་རྒྱས་ལ་ཡོན་ཏན་དེ་འདུག་ཟེ་བྱས་བྱས་ནི་ལྷ་ལས་ཕུལ་བྱུང་གི་བསྟོད་པ་ཟེར་བ། ལྷ་ལས་ཕུལ་དུ་བྱུང་བ་ཟེར་ཏེ་དབང་ཕྱུག་ལས་ཀྱང་སངས་རྒྱས་བཅོམ་ལྡན་འདས་དེ་ཞི་དྲག་གིས་བས་ཏེ། ཁ་སོས་འོ་རེད་ཕུལ་དུ་བྱུང་བ་རེད་ཤག་ཟེ་བྱས་ནི།

སངས་རྒྱས་ལས་ཡ། སངས་རྒྱས་ཟེར་ཡ་དེ། རང་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་བར་གྲོལ་བར་བྱེད་ཡ། རོ་བ་གཏན་དུ་བདེ་བ་བླ་མེད་རྫོགས་པའི་སངས་རྒྱས་གོ་འཕང་བསྒྲུབ་ཡ་ལ། ད་གང་ལྟར་སངས་རྒྱས་བཅོམ་ལྡན་འདས་འདི་གནས་སྐབས་དང་མཐར་ཐུག་རོ་བ་སོ་སོའི་གི་འདོད་དོན་ག་འདྲས་ཅིག་ཡིན་པ་ཡིན་ན་ཡང། ད་སྐྱབས་བཅོལ་ས་ཡོངས་སུ་རྫོགས་པ་འདི་སངས་རྒྱས་བཅོམ་ལྡན་འདས་དང་ཆོས་དང་དགེ་འདུན་འོ་དེ་གསུང་སྐྱབས་གནས་དཀོན་མཆོག་གསུམ་དེ་མ་གཏོགས་གཞན་གང་ཡང་མེད་བསམ་བྱས་ནས་སྙིང་ཁོང་རུས་པའི་སྟེང་ནས

སྙན་མ་འདི་བྱས་པ་རེད། ཚོང་པ་འདི་འདྲ་ཡོད། ཚོང་པ་འདི་འདྲ། ཚོང་པ་འདི་འདྲ། རྒྱ་མཚོའི་ནང་ལ་ད་བཅའ་ལག་ཁྱི་བྱས་ནས་ཚོང་བརྒྱབ་ནས། རྒྱ་མཚོའི་ནང་ད་ཡར་མར་འགྲོ་གི་འོར་བ། ཡར་མར་འགྲོ་དུས་བསམ་པ་ནི། ད་མཚམས་མཚམས་རྒྱ་མཚོའི་ནང་ལ་རླུང་འཚུབ་འདི་འདྲ་བརྒྱབ་ཡོང་དུས་བསམ་པ་ནི། གྲུ་གཟིངས་ཨ་ལོག་བརྒྱབ་ནས་དེ་ཚང་མ་རྦད་དེ་རྒྱ་མཚོའི་ནང་ལ་བས་གྲུ་གཟིངས་ཐོར་ཅོག་གཏོར་ཅོག་ལོག་བྱས་ནས་མི་མང་པོ་གྲོངས་འགྲོ་གི་འོར་བ་ཚོང་པ་འདི་འདྲ། འདི་རྣམས་ནི་ཚོང་པ་སྟོབས་ཆེན་དེ་འདྲའི་མང་པོ་ཞིག་མཉམ་དུ་གྲུ་གཟིངས་ནང་ལ་འགྲོ་བདེ་དུས་འཛོམས་པ་ནི་ལྷག་པ་ཞོ་གཅིག་བསྐྱབས་འདུག་ལྷག་པ་ཞོ་བསྐྱབས་དུས་འཛོམས་པ་ནི་འདི་ནང་ནས་ཚོང་པ་གཅིག་ཡོད་ས་རུ་ཚོང་པ་གཅིག་ཚོང་པ་གཅིག་དེ་གིས་ད་ད་རིང་དཀོན་མཆོག་གིས་ཅིག་བསྐྱབས་རོགས་ཞེས་ད་ད་རིང་ད་རིང་ཅིག་བསྐྱབས་ཐུབ་པ་འདྲ་ཅིག་ཡིན་པ་ཡིན་ན་ང་ཚ་ལ་བོད་དེ་ཡོད་བདེ་མཁན་གྱིས་ཁོ་རང་གི་ད་ནང་ལ་ཡ་རིན་ཐང་ཆེ་ཤོས་ཡོད་བདེ་མཁན་གྱིས་བཅའ་ལག་གསེར་གྱི་བཞུགས་ཁྲི་གཅིག་ཡོད་ས་རུ།

ད་ལྟ་སྐད་ཆ་བཤད་མཁན་གྱི་ཚོང་པ་དེ་བས་ད་ལྟ་ཁོ་སེམས་ཁྲལ་དུ་མ་སོང་ཞེ་པོ་ལགས་ཀྱིས་ལྟས་ངན་གྲོ་སིང་དེ་ཕར་འཐོར་ནས་གངས་ཀ་བའི་རྒྱ་མཚོའི་ནང་ལ་ཤོར་བྱས་ན་ཏག་ཏག་ཡིན། རེད་པཱ། ཤོར་བྱས་ན་ཏག་ཏག་ཡིན་ད་ཁ་ཤོར་རྩ་སོང། ད་ནི་ཁོ་རང་ཚོ་ཕར་ས་ཆ་གང་ལ་ཕར་སླེབས། ས་ཆ་གང་ལ་ཕར་སླེབས་འདི་ཚོ་ད་ལུང་པའི་ནང་ལ་སྐད་གྲགས་རྒྱབ་ཡིན་ཟེར་བ་མི་ཚོས། ད་ང་ཚོ་བས་འགྲོ་བའི་སྐབས་དེ་ལ་ཁོས་ད་བས། ད་རིང་ཡིན་ན་ང་རང་ཚོ་ལྷ་ཁང་འདི་ལ་ད་ཞལ་འདེབས་ཆེན་པོ་རྒྱག་ཡ་རེད་བཞག་སུ་ཁོ་རང་ནང་ལ་ཡོད་མཁན་གྱི་བཞུགས་ཁྲི་འདི་ལ་ལས་ནག་གསར་བུ་མོ་འབུམ་དགུ་སུ་བྱེད་ཀྱི་ཡོད་རེད་ཟེར་ད་ཁོས་བུ་མོ་འབུམ་དགུ་སུ་ཞལ་འདེབས་རྒྱག་ཡ་རེད་བཞག་ཟེར་ལ་ནི་གྲོང་པའི་མི་ཚང་མ་དགའ་བོ་ཞེ་བོ་བྱུང་ཡིན་ཟེར་རོ། དགའ་བོ་ཞེ་བོ་བྱུང་རྗེས། ད་ཁོས་རྦད་དེ་དཀའ་ངལ་འཕྲད་པའི་སྐབས་ལ་དཀོན་མཆོག་ལ་རྦད་དེ་སེམས་གཏིང་ནས་ད་ཁོ་དཀའ་ངལ་འཕྲད་དུས་རོགས་པ་བྱེད་ཡ་གཞན་པ་གཅིག་ཀྱང་མེད་པར་དཀོན་མཆོག་མ་དང་མ་དྲན་པར་རོ། དེ་མ་དྲན་ཡིན་དུས་རྩོམ་པ་ལས

ཁ་སང་ཉི་མ་བཤད་ཚར་བའི་སྐད་ཆ་འདི་ཁ་དན་ཚིག་ལ་གནས་པ་སྒོར་གདགས། འདི་མེད་ན་ང་ཚོས་རྦད་དེ་ལས་སླ་བོ་བཞག་གི་མེད་ཟེར་བཞིན་ལབ་པ་འདྲ་འདུག་ཨ། འགྲིག་གི་རེད་ཟེར་གིན། ཁྱེད་རང་ཚོ་ངས་བཤད་པ་ནང་བཞིན་བྱེད་ཀྱི་ཡིན། ངས་བཤད་པ་ནང་བྱེད་ཀྱི་ཡིན་ཁྱེད་རང་སེམས་ཁྲལ་མ་བྱེད། ཞེས་ལབ་རེད་ཟེར། འདི་ལབ་རྗེས། ཁོ་རང་ཚོས། གར་ས་འདི་རྒྱ་གར་ལིག་ན་ནི་ལ་མི་ཟེར་གི་རོ། ནི་ལ་མི། བྱ་ལག་འདི་ཚོ། བྱ་ལག་འདི་ལ་དགོངས་འདུག་ཟེར་གྱིན་ཁྱེད་རང་ཚོ་ག་ཚད་སྤྲད་ཀྱི་ཟེར་ལབ་རྗེས་ནས། གང་ལྟར་འདི་བསྒྲགས་ཡག་པར་བྱེད་རྩོང་ཡག་བྱོས། འོ་འདི་འདྲ་སི་བྱས་ཡག་བྱས་འདུག།

ཡིན་ཏེ་བཞུགས་ཁྲི་འདི་བཙོང་བ་ཡིན་ན་མཉམ་དོར་ལ་ཞི་མི་དེ་ཡང་ཉོ་དགོས་ཡོད། རེད་བ། བཞུགས་ཁྲི་འདི་བཙོང་བ་ཡིན་ན་ཞི་མི་དེ་མཉམ་དོར་ཉོ་དགོས་ཡོད། ཁ་ཁ་བཙོང་ཡ་མེད། འདི་ལབ་པ་རེད། དེ་ཉོ་མཁན་གཙོ་བོ་ད་གེ་བ་ཟེར་མཁན་ཡོད་མ་རེད་བ། གསེར་གྱི་ཞི་མི་དེ་ལ་སྒོར་མོ་འབུམ་དགུ་ཡིན། གསེར་གྱི་བཞུགས་ཁྲི་འདི་ལ་སྒོར་མོ་གཅིག་ཡིན། ལབ་པ་རེད། བཞུགས་ཁྲི་འདི་ལ་སྒོར་མོ་འབུམ་དགུ་དང། གསེར་གྱི། ག་ས། བཞུགས་ཁྲི་འདི་ལ་སྒོར་མོ་གཅིག་ཞི་མི་འདི་ལ་འབུམ་དགུ་ཡིན། ལབ་པ་རེད། དེ་འདི་ལབ་བྱས་ནས་ཉོས་མཁན་ཚོ་ལ་ཁྱད་པར་ཡོད་མ་གང་ལྟར་སྒོར་མོ་འབུམ་དགུ་གི་ཞི་མི་འཁྱིལ་ནས་འགྲོ་འོག་བྱུང་ནས་རེད་བཞུགས་ཁྲི་འཁྱིལ་ནས་གང་ལྟར་ཉམས་རྟོགས་རག་གི་ཡོད་རོགས་ཉོས་བཞིན་ཕྱིན་པ་རེད། ད་མི་ཚང་མི་མང་ཚོགས་ཀྱིས་ད་ཁོའི་བཞུགས། ག་ཚོད་དགོས་རེད། དགོན་པ་འདི་ལ་ལྷ་ཁང་འདི་ལ་ད།

ར་བ་དཀོན་མཆོག་ལ་སྐྱབས་སུ་མཆི། ད་ཡང་སོ་སོ་བལ་དུ་གྲོགས་པོ་རྒྱ། ར་བ། སོ་སོ་བལ་དུ། ག་སོའི་འོ་རེ། དལ་པོ་ཐང་པོ་དང་སོ་སོ་གྲོགས་པོ་རྒྱ་བའི་སྐབས་དེ་ལ་སོ་སོ་མ་གཏོགས་གཅིག་གིས་དཀོན་མཆོག་དྲན་རྒྱུ་མེད་པར་བྱ། དེ་འདྲའི་བྱས་པ་ཡིན་པས་ན་ག་རེ་བྱ་དགོས་བ་རེད། ད་འགོག་པ་དང་པོ་དཀོན་མཆོག་ལ་འགོག་པ་དང་པོ་ན་ཡང་བྱ་གི་ཡོད་ར་བ། ནམ་ཕྱེད་ང་ཚོའི་གསུང་པོ་རེད། ལྟོས། ལྟོས། ཁ་ས་ལྟོས་གྲོས་ཉི་མས་གྲོས་ཚེ།

བློ། བློ་དང་མ་བཟུང་ན་བློ་ལིང་གི། འོང་དཀོན་མཆོག་ལ་ཡང་བཅོལ་བ། འོ་ད་འདི་གསུང་གོ་མཁྱེན་སོང། ད་འདི་ག་རེ། འདི་ག་རེ་བྱས་སོང་ཟེར་ན་ད་ག་ས་ང་ཚོ་སྐྱབས་འགྲོའི་ནང་ནས་བཤད་བསྡད་ནང་ལ། ག་ས། རྒྱུད་སྡེ་ཆེ། ཨ་ནི། སྐྱབས་འགྲོའི་རྒྱུད་སྡེ་ཆེ། ཨ་ནི་གང་ལ་སྐྱབས་སུ་འགྲོ་བ་ཟེར་ཡ་དེ་ཆེ། ཨ་ནི་ཇི་ཙམ་གྱི་སྐྱབས་སུ། སྐྱབས་སུ་སོང་བའི་ཚད། འོ་ད་འདི་གསུམ་འདི། ཞུ་སྒྲུབ་པ་ལ་བྱ་བཞག། ད་ངས་འདི་འདྲའི་ཡན་མར་འདི། འདི་ཞུ་རྒྱུ་བྱས།